ཁྱེད་རང་དེང་གི་སྤྱི་ལོ་བཅུའི་ཕི་རི་པིན་དང་ཡོད་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ང་དེ་དེ་རིང་དེ་བརྙན་ཐུང་སྐར་མ་གཉིས་བྱས་པ་ཅིག་བཟོས་བྱས། གཙོ་བོ་དེ་ག་རེ་ཡིན་ཞུས་པ་ཡིན་ན་ཁ་སང། ད་སྤྱི་གླིང་ལ་ཡ་སྤེན་པ་ཚེ་རིང་གིས་བོད་ཆོས་དགའ་ལྡན་ཕོ་བྲང་དེ་ཉི་མ་དབུས་གཙང་གི་གཞུང་རེད་ལབ་དགོས་བ་རེད་ད། ག་རེ་ཟེར་ན་ཆགས་ས་དེ་དབུས་གཙང་ཁུལ་ལ་ཆགས་བསྡད་བ་རེད་དེ་འདྲའི་སྐད་ཆ་ཅིག་བཤད་བཞག།

རྒྱ་ནག་གི་ནང་དང་བོད་ལ་དེ་བོད་རང་སྐྱོང་ལྗོངས་ལ་ངོས་འཛིན་བྱེད་འདི་ལྟར་གཅིག་པ་བྱེད་མཁན་འགྲོ་ཆགས་འགྲོ་གི་སོང་ཙང་མ་འོངས་པ་ན་རྒྱ་མི་གི་ཡ། བོད་ཟེར་ན་འདི་མ་ཞི་ཡོ་མ་རེད་ཟེར་ན་ཁྱེད་རང་ཚོ་གི་གདམ་ཞེས་པའི་སྲིད་སྐྱོང་གཅིག་གི་ཁ་ན་མ་དེ་འདྲས་བཤད་ཡོད་རེད་ལབ་ནས་དཔང་རྟགས་ལ་ཚུར་དྲངས་པ་ཡིན་ན། འདི་ལྟའི་བེམ་པོ་ཚེ་རིང་ག་རེ་བྱེད་འབས་ཅེས་ཉིན་འདི་ཞུ་ཡི་ཡོད་ག་ཟེར་ན། རྒྱ་གར་ནང་ལ་ཉིས་སྟོང་བཅུ་བདུན་ནང་ལ་རྒྱ་གར་གི་མི་མང་ཚོ་མང་རྙིང་པ་ཞིག་ཁུར་པོ་ཤིན་ཇཱ་ཏའོ་ཟེར་གཞན་པ་ཀི་སང་གི་ཇུས་རེད་གསོལ་བ་མིང་བཏགས་ཇུས་ཅང་ཇུས་མ་པ་ཀི་སང་གི་འཁོར་ལ་སྲོག་ཐོག་ཉེ་བ།

ཨང། རྒྱ་གར་གྱི་ཕྱོགས་འགལ་ཚོགས་པ་ཀོང་རེས་ཀྱིས་དེ་འདྲའི་བཤད་བཞག་ཟེར་དེ་འདྲའི་བྱས་ཀྱི་རེད། མཉམ་འབྲེལ་རྒྱལ་ཚོགས་ཀྱི་ཁྲིམས་ཁང་ནང་ལས་ཁོ་རང་གི་འདི་ཞེས་ཁུངས་དྲངས་བྱས། རྒྱ་གར་ཁྲིམས་རྩོད་པ་ལ་དཀའ་ལས་ཁག་པོ་འགྲོ་བཟོས་བྱས་སོང་ཙང། ང་ཚོའི་ཁ་ལ་དྭོགས་མ་བཞག་ནས་འདྲ་མི་འདྲ་བཤད་སྡོད་པ་ནི་ཉི་མ་གཅིག་རྒྱ་མིས་ཀྱིས་ང་ཚོས་བཤད་བསྡད་པ་དང་རྒྱ་མིས་ཀྱིས་ཚུར་ང་ཚོ་ལ་ཁུངས་དྲངས་པ་ཡིན་ན་དེ་འདྲ་ང་ཚོར་དཀའ་ལས་ཁག་པོ་ཆགས་ཀྱི་རེད་ཟེར་བྱས། ཞུ་བའི་ཐོག་ནས་ཅོ་སྤེན་ཚེ་ཀྱིས་རྐུབ་བཀྱག་དེ་འདྲ་ཞིག་གང་ལ་བསྡད་བྱས་དེ་ཚོ། ཅི་ཞིག་ན། བཙན་བྱོལ་སྤྱི་ཚོགས་ནང་ལ་གཡུ་རྩལ་མང་པོ་ཡོད་པ་སོང་ཙང། གྲངས་ཀའི་ཐོག་ནས་དབུས་གཙང་མང་བ་ཡོད་པ་སོང་ཙང་མ་འོངས་པ་ལ་དབུས་གཙང་གི་འོས་ཤོག་རག་ཡ་དེ་འདྲའི་དོན་དག་ལ་ཁྱེད་རང་གི་ཆབ་སྲིད་འཁྲབ་ཡིན་སྲིད་པ་རེད། རྒྱ་གར་ནག་ལ་ཆ་མཚོན་པ་ཡིན་ན་ཡང་ཧིན་དུ་མང་བ་ཡོད་པ་སོང་ཙང་སྐབས་རེ་ཧིན་དུ་ལ་དཔེ་ལེགས་འཁྲབ་རྗེས། འདྲ་མི་འདྲ་བྱེད་དེ་འདྲ་ཡོད་དེ་འདྲ་དེ་འདྲའི་མིག་དཔེ་ལྟ་ནས་བྱེད་ཀྱི་ཡོད་ན་དེ་བོད་པའི་སྤྱི་ཚོགས་དང་འགྲོ་གི་མ་རེད་ཅེས་ཞུ་ཡས་དང་དེ་ལ་མཐའ་གཅིག་ཏུ་ངོ་བོ་ཡོད་ཞུ་ཡས་ཡིན། གཉིས་པ་དེ། འདེམས་ཐོན་སྲིད་སྐྱོང་གི། President། ལའི་མིང་དེ་བེད་སྤྱོད་བྱེད་བཀག་པ་ཡིན་དེ་འདྲའི་བཤད་བཤད་དེ་ཚོ་ཏག་ཏག་འདི་གོ་མ་རེད་ཞུ་ཡས་ཡིན། President Lee དེ་རྐུབ་བཀྱག་དེ་ཁྱེད་རང་མི་གཅིག་ལ་ཐང་བཞག་པ་གཅིག་མ་རེད་བོད་མི་ས་ཡ་དྲུག་གི་ཆབ་སྲིད་སྐོར་དེ་སུ་འགྲོ་བ་ཞིག་བོད་ཀྱི་ངང་སླེབས་པ་ཡིན་ན་དེ་ལ་དེ་གི་མིང་དེ་བེད་སྤྱོད་བྱས་དང་དེ་མིང་དེ་རྒྱུ་མཚན་བྱས་དེ་ཁོ་རང་གི་ལས་འགན་རེད་མ་གཏོགས་དེ་མེད་བ་བཟོས་དེ་ཁོ་རང་ལས་འགན་མ་རེད་ཐོབ་ཐང་མ་རེད་ཅེས་ཞུ་ཡས་ཡས་ལགས་ནས President Lee དེ་གོང་ས་སྐྱབས་མགོན་ཆེན་པོ་མཆོག་ཉིས་སྟོང་བཅུ་བདུན་དེའི་ཟླ་བ་བཞི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཉའི་ཐེངས་མང་པོ་ཉམས་ཞིབ་གནང་རྗེས་དེ་ནས་མ་གསུངས་བཞག་པ་གཅིག་དང་དེ་ནས་མ་བཀའ་གནང་བཞག་པ་གཅིག་འདུས་དེ་ལས་སླ་བོ་ཆེ་ཕན་པ་ཟེར་རེད་ཁོ་རང་འདོད་ན་མ་འདོད་ན། དེས་མེ་བ་ཟོས་ཏེ་ང་ཚོ་བོད་མིའི་ཆ་ཚང་གི་ངོ་བོ་ཡོད་ཞུ་བས་ཡིན། ཨ་ནི་སྲིད་སྐྱོང་ལགས་ཀྱི་ཐ་སྙད་དེ་ང་རང་ཚོ་ཐུགས་མ་ཡིན་པའི་ཐ་སྙད་ཅིག་རེད་ཡིན་པ་ནི་དབྱིན་ཇི་གང་ལ་མ་བྲིས་ཡིན་དུས President ལ་བྲིས་པ་ནི་ཕྱི་ལོག་མི་གོ་བདེ་བ་དང་འཛམ་བུ་གླིང་ནང་ལ་ཡིན་པ་ཡིན་ན་ང་རང་ཚོའི་ཡི་གོ་བྲིས་ལ་ཡ། ཆེ་མཐོང་ཅིག་ར་ཡ་ལ་ཏན་ཏན་མཁས་པ་ཡོད་རེད་ཅིག་ཞུ་འདོད་བྱུང། དེ་འདྲ་ཡིན་ན་གང་ལྟར་བོད་གཞུང་དགའ་ལྡན་ཕོ་བྲང་དེ་དབུས་གཙང་གི་གཞུང་རེད་ཟེར་ད།

དེ་འདྲའི་སྐད་ཆ་དེ་མ་བཤད་ན་ཡག་པོ་ཁྱོད་རྣམ་པ་ཁོང་དུ་སྐད་ཆ་བཤད་པའི་སྐབས་སུ། ཆོལ་ཁའི་མིང་དང་ལུང་པ་ལུང་ཚན་མིང་ཚོད་མ་སྟོན་ན་ཡག་པོ་ཡོད་རེད་ཟེར་ངེས་འདི། སྒང་ལ་དེ་ངས་སུ་ལ་ཡིན་པ་ནས་ཆ་ཚང་ལ་ཡ། འདི་འབོད་སྐུལ་ཞུ་དགོས་ཡོད། ཨ་ནི་ད་ལན་གྱི་སྤེན་པ་ཚེ་རིང་གི་བྱེད་སྟངས་འདི་ལ་མཐའ་གཅིག་ཏུ་ཡ། ངོ་རྒོལ་ཡོད་ཞུ་ཡ་གཅིག་དང་མཐའ་དོན། ཨ་འདི་སྤེན་པ་ཚེ་རིང་དར་ཅིག་གླིང་དང་སྡེ་བ་ལ་མགོ་འཁོར་བསྡད་པའི་སྐབས་སུ་ནིའུ་ཡོག་ལ་ཡ། ཨ་ནི་བོད་རིགས་སྤྱི་དོན་ཚོགས་པ་རེད། ང་ཚའི་བློ་གྲོས་ཚོགས་པ་རེད་གཞོན་ནུ་ཚོགས་མང་པོ་གཅིག་ཡིན་ཁ་སང། Basketball རྩེད་མོ་ཟེར་མཁན་སྐྱེ་རགས་ཆེན་པོ་ཞིག་ཡ།

ཨ་ད་ག་ནས་ཡི་ཕྱི་མི་ལྷ་མོ་ལ་སོགས་པ་བོད་པ་ན་གཞོན་མང་པོ་ཅིག་གིས་ཡང་ཆོ་ག་ཕྱོགས་ཞེན་གྱི་མགོ་མ་འཁོར་བ་ཅིག་ས་འོག་ད་ལྟ་ཡང་བྱང་སྒོ་འོག་ལ་མ་ཚུད་པ་ཅིག།